བཅས་བྲིས་དང་ལེན་གནང་བཤད་པ་འདི་ཉན་པའི་རྗེས་ལ། ཨན་ཏིས། ཁྱེད་ཚ་བོ་རེ་བྱུང་སོང། ནམ་རྒྱུན་ནི་རང་ཉིད་སོ་སོ་ལྟ་བུ་ཆ་མཚོན་པའི་ན་ཅིག་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་ལ་རེ་བ་དང་ཡིད་ཆེས་ཆེ་མཐོང་ཆེན་པོ་ཞུས་དེ་གང་ཟག་ཅིག་ཡིན། དེ་རེས་འཛིན་ད་རིང་དེའི་ཡ་དེ་ང་ཅིག་རིན་པོ་ཆེ་གི་འགྲེལ་བཤད་སྐྱོན་སྟངས་འདི་མ་ཡིན་པ་གཞན་དག་ཞིག

ཁྲིན་ཧྲུའི་དབང་ཆ་དེ་སུ་ལ་ཡོད་རེད། ཁྲིན་ཧྲུའི་དབང་ཆ་དེ་བོད་མ་སྤྱི་འཐུས་ལྷན་ཚོགས་ལ་ཡོད་རེད། སྤྱི་འཐུས་ཡོན་ཏན་བྱས་ནས་དམ་འབུལ་བྱས་ཚར་རྗེས་ལ་ཡ། ཁྲིན་ཧྲུའི་དབང་ཆ་ལྷག་མ་གཅིག་སྐལ་ཡུལ་ཤོག་ལུག་ངན་ཚོའི་ལག་པ་ལ་ལྷག་བསྡད་ཀྱི་ཡོད་མ་རེད། ད་ད་ལྟའི་གནས་སྐབས་ལ། ང་ཚོའི་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་གཞི་རིམ་གྱི་ཁྲིམས་ཀྱི་དཀའ་ངལ་ཅིག་ཐོག་ལ་འཕྲད་དུ་ཡོད་རེད། དབྱིན་ཇི་སྐད་ལ་བྱས་པ་ཡིན་ན Constitutional Breakdown། རྩ་ཁྲིམས་ཁོ་རང་བུ་ལུག་བས་སུ་རུབ་ཅིང། ང་ཚོ་ཀ་བ་གསུམ་གྱི་སྒྲིག་འཛུགས་དེ་ཆ་ཚང་བ་ཞིག་ད་ལྟ་བསྡད་ཡོད་མ་རེད། ཁྲིམས་ཞིབ་པ་གསུམ་སྐབས་དུས་གཅིག་ལ་འཕོ་འགྱུར་བཏང་ཡོད་ཀྱི་བསམ་ཚུལ་དེ་བཅའ་ཁྲིམས་གཏན་ལ་ཕབ་པའི་སྐབས་ལ་ཆུད་ནས་བྱུང་ཡོད་མ་རེད། གང་ཞེ་ན། སྲུང་སྐར་འཕོ་འགྱུར་བཏང་པ་ཡིན་ན། འཕྲིན་གཞི་གང་མེད་པར་ཆགས་འགྲོ་གི་རེད། འཕྲིན་གཞི་གང་མེད་པར་ཆགས་པ་ཡིན་ན་མང་གཙོའི་ཀ་བ་སྲུང་གི་ཡན་ལག་ཚང་གི་ཡོད་མ་རེད། དེ་ཡིན་ཙང་བཅའ་ཁྲིམས་སྦོ་ལུག་ཡག་གི་ཉེན་ཁ་ཡོད་པ་ཡིན་ཙང། བཅའ་ཁྲིམས
སྦོ་ལུག་པ་རེད་ད་གསུང་གི་ཡོད་རེད། དེ་སྦོ་ལུག་བ་རེད་ཟེར་དེ་ཁ་འདྲིས་སྦོ་ལུག་བ་རེད་ཟེར་གོ་རེད་ཁྲིམས་ཞིབ་པ་རྣམ་པ་སྡེབ་གཅིག་ལ་འཕོ་འགྱུར་བཏང་བ་འདི་གི་ཨ་ནི་ཁྲིམས་ཞིབ་ཁང་མེད་པ་ཆགས་རེད་གསུང་གི་ཡོད་པ་ཡིན་ན། ཐོག་མར་ང་ཚོའི་བཅའ་ཁྲིམས་གཏན་འབེབས་གནང་བའི་སྐབས་ལ་རགས་ཟིན་གསུམ་པ་གཞི་རྩར་འཛིན་པའི་ཐོག་ནས་བྱས་པ་རེད་དེ་ཚོའི་ཐོག་ལ་འཕོ་འགྱུར་གནང་ཡང་དེ་གའི་ཐོག་ལ་འགྱུར་བ་གང་ཡང་ཐེབས་ཡོད་མ་རེད། དེ་འབྲེལ་ཨིན་དུ་ཚན་པ། དོན་ཚན་ཉི་ཤུ་རྩ་དགུ་པའི་ནང་གཟི་གསུམ་པའི་ཀ་བ་ནང་ལ་བཀའ་བློན་ཁྲི་པ་དབུས་བར་གྱི་བཀའ་བློན་ཡོངས་རྫོགས་བོ་ཡུ་དང་ཡང་ཆོག་ཆོག་འདིའི་གིས་མང་གཙོའི་ཀ་བ་ཅིག་མེད་པ་ཆགས་ཀྱི་རེད་མ་རེད། འདི་གཅིག་རེད། དོན་ཚན་ལྔ་བཅུ་ང་བདུན་པའི་ནང་གསེས་དང་པོའི་ནང་སྤྱི་འཐུས་ཡོངས་རྫོགས་བོ་ཡུ་དང་ཡང་ཆོག་རེད་འདིའི་ནང་ནས་མང་འདིས་བོ་ཡུ་བཏང་བས་ན་མང་གཙོའི་ཀ་བ་ཅིག་མེད་པ་ཆགས་ཀྱི་རེད་མ་རེད། ཕོ་རྒྱུད་ཏང་ཡོན་གྱི་ཆ་རྐྱེན་འདི་ཟིན་བྲིས་བཟོ་མཁན་གྱིས་བཟོས་ནས་གཏན་འབེབས་གནང་གིན་གནང་ཡོད་རེད། འདིའི་སྐབས་ལ་དམིགས་ཡུལ་འདི་བཅའ་ཁྲིམས་འབོ་ལུ་ཡས་ཆེད་དུ་ཨ་ནི་ཟིན་བྲིས་བཟོས་པ་རེད། སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་གང་ཞིག་ཚད་ལྡན་ཡིན་མིན་དང། ཐག་གཅོད་བྱེད་ཕྱོགས་ལྷན་ཚོགས་ཀྱི་སྒྲིག་གཞི་དང་མཐུན་མིན་ལ་བསྙད་དེ། ཁྲིམས་གཞི་གང་ནས་རྩད་གཅོད་མི་ཆོག། གྲོས་ཚོགས་ཀྱི་ཚོགས་ཆུང་གཅིག་བཙུགས་དགོས་ཡ་དེ། ད་ལྟ་དོན་ཚན་ང་ང་བཅུ་ང་བཞི་པའི་ནང་ལ་གསལ་པོ་ཞར་བྱས་ནས་ཡོད་རེད་གྲོས་བསྡུར་བཀག་སྡོམ་གི་ནང་ལ། ཚོགས་ཆུང་ཟུར་འཛུགས་ཀྱིས་རྟོག་ཞིབ་ཐོག། ད་ཚོགས་ཆུང་དེའི་ནང་ལ། གང་ལ་སྐྱོན་འཛུགས་བྱས་པ་ཡིན་ནའི། ཁྲིམས་ཞིབ་པ་སུ་ར་ཆེ་ལ་སྐྱོན་འཛུགས་བྱས་པ་ཡིན་ནའི་ཁྲིམས་ཞིབ་པ་དེས་ཁོ་རང་སྐྱོན་མེད་པའི་རྒྱུ་མཚན་བཤད་ཡ་གོ་སྐབས་དེ་ཚོགས་ཆུང་གི་མདུན་ལ་རག་གི་རེད་མ་གཏོགས་གྲོས་ཚོགས་ནང་རག་ཡ་ཡོད་མ་རེད་བྱས་ཙང་ཚོགས་ཆུང་ངེས་པར་བཙུགས་དགོས་ཡ་རྒྱུ་མཚན་དེ་རེད། ད་ད།
ཚོགས་ཆུང་གཅིག་བཙུགས་མུ་དགོའི་ཐོག་ནས་མཇལ་ཀྱི་ལང་ཀ་བྱས་ཡོད་རེད། དེ་ལ་ག་རེ་ཡོད་ཞུས་པས་ན། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་དང། ཁྲིམས་ཞིབ་པ་གཞན་གཉིས་གང་རུང་འཕོ་བསྒྱུར་བྱ་རྒྱུའི་སྐོར་དང་གསལ་བའི་གཅིག་རེད་དོན་ཚན་དེ་ལ་ཚོགས་ཆུང་བཙུགས་མུ་དགོ་བ་དེ་རེད།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 དེང་སང་དེ་ལ་ནང་སྲིད་གཉིས་ཡོད་དང་པོ་དེ་ལ་ཡང་ཚོགས་ཆུང་བཙུགས་མུ་གོའི་ཐོག་ནས་འཕོ་འགྱུར་གནང་ཡ་ཞིག་དང་གཉིས་པ་དེ་ལ་ཡང་ཚོགས་ཆུང་བཙུགས་པའི་ཐོག་ནས་འཕོ་འགྱུར་གནང་ཡ་ཞིག་རེད། ཚོས་འདུ་བྱེད་གནང་ཡ་དེ་ག་རེ་ཡིན་པ་ངས་གོ་ཡ་མ་སོང་ལ།

ཁྲིན་ཞི་བ་རང་གིས་ཐུགས་སྣང་བྱུང་ནས་ཨ་ནི་དེའི་ཐོག་ལ་ལམ་སང་འགན་འཛོལ་ཅན་སུ་ཡིན་ནས་དེ་ལ་བདག་བསུ་དང་བཅས་གང་རྒྱུ་བཟོ་ཆུག་ཡ་དང་རྩོད་གླེང་བྱས་ཆོག་ཡ་དང། དེ་གནས་སྟངས་དེ་ཡོད་རེད། བྱས་ཙང་དེ་གནས་སྟངས་ཡོད་པ་དེ་ཁོ་རང་ཚོས་དོན་ཚན་གཅིག་གི་ནང་གསལ་བཏབ་པའི་ནང་ལ། དོན་ཚན་དྲུག་ཅུ་ག་རེ་ནས་ཁོ་ཚོས། སྤྱི་དམངས་གཏོར་བཤེར་གྱི་དྲུག་ཅུ་རེ་དགུ་བའི་ནང་ལོགས་ལ་བཟོས་འདུག་བ། བྱས་ཙང་དེ་བཟོས་པ་དེ་ཁྲིམས་མཐུན་རང་རེད་ཁོ་རང་ཚོས་ནས་ཐག་བཅད་པ་རེད། ཐག་བཅད་ནས་དུས་ཚོད་འགའ་རེར་ཕྱིན་ཡོད་རྒྱུ་རེད་བསམ་འདུག་ད་དེ། ཁྲིམས་ཀྱི་ངོ་ཤེས་གསུང་གི་ཡོད་ནི་རེད་སུ་མོ་ཀྲུའུ་ཟེར་དེ་བཅའ་ཁྲིམས་གཏན་འབེབས་གནང་བའི་ནས་བཟུང་སྟེ་ད་རིང་གི་གནས་བབ་འདི། ད་ཕྱི་ལོ་ཉིས་སྟོང་བཅུ་དགུ་ཕྱི་ཟླ་བཅུ་བ་བར་དུ་ལ་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་བྱུང་མྱོང་བ་མ་རེད་གླེང་སློང་གང་བྱུང་མྱོང་བ་མ་རེད། ད་འདི་བཅའ་ཁྲིམས་དང་མཐུན་པ་རེད་ག་འདྲ་ཟེར་ལ་ག། དེ་ད་ང་རའི་ངོས་ནས་ལྟ་སྟངས་བཤད་པས་ན་འདི་བཅའ་ཁྲིམས་དང་ཡོངས་སུ་འགལ་བ། གལ་སྲིད་བཅའ་ཁྲིམས་དང་མཐུན་པ་ཅིག་བཟོ་དགོས་ཀྱི་ཡོད་ན། དང་པོ་དེ་ཡང་ཆེས་མཐོའི་ཁྲིམས་ཞིབ་ཁང་གི་སྤྱི་འཐུས་ལྷན་ཚོགས་ལ་སྙན་གསང་ཞུ་དགོས་རེད། རྒྱལ་ཁབ་གཞན་དག་དེ་དང་དེ་ལ་སུའུ་མུའུ་ཀྲུའུ་ཟེར་མཁན་གྱི་ཆ་རྐྱེན་ཞིག་འདུག་ང་ཚོས་དེ་ལ་ཡང་བཞག་དགོས་ཀྱི་འདུག་དེ་འདྲ་ཡིན་ཙང་བཅའ་ཁྲིམས་ནང་ལ་དེ་འདྲའི་ཆ་རྐྱེན་ཞིག་བསྐྲུན་རོགས་བྱས་གསུངས་མིན་ན་སྤྱི་འཐུས་ལྷན་ཚོགས་ཀྱི་ངོས་ཤོད་བྱུང་མིན་ན་ཨ་ནི་འདི་བཅའ་ཁྲིམས་བསྐྱར་བཅོས་གནང་བའི་ཐོག་ནས་ཨ་ནི་སུའུ་མུའུ་ཀྲུའུ་ཟེར་མཁན་དེ་བཞག་དགོས་པ་རེད། འདི་བཞག་ཚར་བའི་རྗེས་ལ་ཨ་རི་སྤྱི་མཐུན་ཁྲིམས་བཤེར་ཁང་གི་སྤྱི་དམངས་གཏུག་བཤེར་གྱི་དུས་མཚོན་དྲུག་བཞི་རག་བསྐུལ་བའི་ནང་གསེས་ལྟ་བ་གསུང་གི་ཡོད་ན་གར་སོང་ལྟ་བ་འདི་ནང་བཞག་ནས་ཏག་ཏག་ཡོད་པ་ཡོད་མ་རེད་ངེད་ཀྱི་མགོ་མཇུག་དང། དམ་བཅའ་བྱ་ཞེས་ཁྱོད་གཉིས་དེ་རྩ་བ་ཉིད་ནས་མཐུན་གྱི་ཡོད་མ་རེད། ཨ་ཞེ་འདག་ཞེས་ཀྱི་ཡིན་ག་རེ་ཡིན། ལོ་སུམ་ཅུ་ལ་ཉེ་བ་ཆེ། ད་ལོ་སུམ་ཅུ་འགྲོ་རན་ཡིན་སྐོར་རེད། དེ་འདྲའི་ཅིག་ལ་སྤྱི་འཐུས་རྒྱུན་ལས་དེ་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཡིན་པ་ཞིག་ལ་དེ་རིང་སྤྱི་འཐུས་རྒྱུན་ལས་དེ་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་མ་རེད་ཟེར་བ་དེ་ངོ་ཡི་གནས་ཚུལ་དང་ཏག་ཏག་དེ་གི་མ་རེད། དེ་ཅིག་ཞུ་ཡས་བྱུང་ཞུ་ཡས་འདོད་པ་བྱུང།